ལྷ་དང་མི་རྣམས་ཀྱི་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཤཱཀྱའི་རྒྱལ་པོ་ལ་ཕྱག་འཚལ་ལོ། ཅི་རིགས་བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་བསྟན་པ་གནས་མི་གནས་ནི་དམ་ཆོས་འདུལ་བའི་དུས་ནས་གནས་མི་གནས་ལ་ངོས་འཛིན་པ་དང།

ལུགས་བཞི་ལས། བདུག་པ་དང་བྱ་བ་དང་གསོ་སྦྱོང་བྱ་བར་རྗེས་སུ་གནང་ངོ། གསོ་སྦྱོང་ནི་སོ་སོ་ཐར་པའི་མདོ་འདོན་པའོ་ཞེས་གསུངས་སོ། དེ་ཡི་ངེས་ཚིག་ནི་བསླབ་པ་གསུམ་གསོ་ཞིང་སྦྱོང་བའི་ཕྱིར་ན་གསོ་སྦྱོང་ཞེས་པའོ། དེ་ལའང་ཞི་བར་གནས་པའི་གསོ་སྦྱོང་དང་མཐུན་པར་བྱ་བའི་གསོ་སྦྱོང་གཉིས་སོ། དང་པོ་ཞི་གནས་ཀྱི་གསོ་སྦྱོང་ནི་སྔོན་བསགས་པའི་སྡིག་པའམ་ལས་ཀྱི་དྲེགས་པ་རྣམས་དག་ཕྱིར་དང། ལྷག་པ་ཤེས་རབ་ཀྱི་བསླབ་པ་དང་སེམས་ཀྱི་བསླབ་པས་ཐོབ་ནས་ཞི་ལྷག་གི་ཏིང་ངེ་འཛིན་བསྒོམས་པས་འབྱུང་བའོ། གཉིས་པ་མཐུན་པའི་གསོ་སྦྱོང་ནི་རབ་ཏུ་འབྱུང་བ་རྣམས་སྡོམ་པ་ཐོབ་ནས་མི་ཤེས་པ་སོགས་སྒོ་བཞི་ཡིས་དོགས་ནས། སྤང་བྱའམ་ངེས་པར་འབྱུང་བ་རྣམས། ནང་ཕན་ཚུན་བློ་མཐུན་པའི་སྒོ་ནས་ཕྱིར་བཅོས་དང། ལྷག་པར་ཚུལ་ཁྲིམས་ཀྱི་བསླབ་པ་འབྱུང་བའོ། དེ་ལའང། གསོ་སྦྱོང་བཅུ་བཞི་པ་དང་བཅོ་ལྔ་པ་དང་བཀྲ་ཤིས་པའི་གསོ་སྦྱོང་དང། གནོད་པ་དོག་པའི་གསོ་སྦྱོང་དང། འཁོན་པ་འདུན་པའི་གསོ་སྦྱོང་བཅས་ལྔ་ཡོད་དེ། ལུང་བཞི་མ་ཚང་བར་གསོ་སྦྱོང་འཚོགས་པར་མི་རུང་ངོ། བམ་པོ་ལྔ་བཅུ་ལས། གསོ་སྦྱོང་ཉི་ཤུ་རྩ་བཞི་ཡོད་དེ་དེ་དག་ཚེས་གྲངས་ཀྱི་ཡང་དག་པ་ལ་ལྟོས་ན་ནི་ཐམས་ཅད་ཀྱང་གསོ་སྦྱོང་བཅོ་ལྔ་པ་ཡིན་ནོ། འཇིག་རྟེན་པའི་ཐ་སྙད་ཀྱི་དུས་ལ་ལྟོས་ན་ནི་དྲུག་ནི་གསོ་སྦྱོང་བཅུ་བཞི་པ་ཡིན་ནོ། ཞེས་གསུངས་པ་བཞིན་ཟླ་བ་ཡར་ཡི་ཡར་ངོ་དང། མར་ངོ་སྟོན་པའི་བཅུ་གཉིས་ནི་གསོ་སྦྱོང་བཅོ་ལྔ་པ་དང་འདའ་བར་ཆ་ཡི། ཡར་ངོ་དྲུག་ནི་གསོ་སྦྱོང་བཅོ་ལྔ་པ་དང་མར་ངོ་དྲུག་ནི་གསོ་སྦྱོང་བཅུ་བཞི་པ་ཡིན་ནོ། ཡང་ན་ཕྱོགས་མགོན་ལ་སོགས་པའི་འཇིགས་པ་ཡོད་ན་ནི་གསོ་སྦྱོང་རྒྱས་པར་བྱེད་པའི་སྒྲ་མི་འདོད་ན་མདོར་བསྡུས་པར་བྱེད་ཀྱང་ཆོག་དེ་ལྟར་ཡིན་པ་ཡང། ལུང་རྣམ་འབྱེད་ལས། སྡིག་པ་ཅི་ཡང་མི་བྱ་ཞིང་དགེ་བ་ཕུན་སུམ་ཚོགས་པར་བྱེད།